སྤྱི་དོན་ཚོགས་པ་གི་ཚོགས་ཁང་མ་ཉོས་སྔོན་ལ་ཁམས་ཆུ་མ་ཉོས་ཡག་གི། ཨ། དེ། སྤྱི་དོན་ཚོགས་པ་ཚོགས་གཙོ། སྤྱི་ཟུར་ཀམ་ལ། ནམ་མཁའ་ལགས་དང་ནང་བཞིན། ལྗོན་པའི། དྲུང་ཆེ་དང། འཐུས་མི་རྣམ་པ་ཚང་མ་ལ་ད་རིང་འདས།

ག་རེ་བྱེད་ཀྱི་ཡོད་ན་བསམ་པའི་དགའ་བཤད་སྒོམ་སྲིད་པ་ཅིག་རེད་འདི་སོང་ཙང་དེ་ཡུལ་མགོ་འདོན་ཅིག་སྙན་སང་ཞུས་ན་བསམ་བསམ་བྱེད་ཅིག་བཤད་སྤྱི་ཡོངས་ནས་བཀའ་ཤག་ནས་ད་ད་ཟླ་བ་བཅུ་དགུ་སུ་གྲུབ་ཀྱི་འདུག་འདི་ནང་ལ་ཁྲི་ལ་ཁྲི་འབུལ་སྤྱི་དོན་དང་རྩ་དོན་ལ་ཕན་པའི་ཞབས་ཕྱི་ཞུ་ཡ་གི་འབད་བརྩོན་བྱས་པ་དང་ཁྲི་ལ་ཁྲི་འབུལ་ཆུང་ཞབས་པ་འདི་གས་ཅིག་སྙན་སང་ཞུས་ན་བྱུང་སོང། ད་ས་གནས་ཁག་ག་བ་ཕྱིན་དགོས་ཡིན་ནའི་དུས་རྟག་ཏུ་འབད་བརྩོན་དོན་འཁྱོལ་ཁག་ལམ་སྟོན་ཞུ་གོ་རེད་ང་རང་མཐོང་ཡོད་མེད་འབད་བརྩོན་ཞུ་གི་ཡོད་ས་གནས་ཁག་ག་འདྲའི་ཕྱིན་དགོས་ཡིན་ནའི་ཡང་ང་ཚོ་དམིགས་ཡུལ་ད་གཙོ་བོ་གཞི་བཞག་གོ་རེད་རྗེས་འབྲེལ་གནང་དགོས་ས་རེ་འདུན་ཞུ་ས་དེ་གས་གཅིག་འདི་ད་གཞུང་ནང་རང་ལ་གནས་ཡོད་མེད་ནས་བྱས་བྱས་ཆོག་གཅིག་ནི་ལམ་ཁ་བཟོ་ཡ་རེད་གཉིས་ནས་བོད་དོན་ཐོག་ནས་ཁོ་རང་ཚོ་གསལ་བཤད་བྱེད་པའི་ཐོག་ནས་བོད་དོན་དེ་མཁྱེན་པ། དེ་ལས་རྒྱབ་སྐྱོར་ཡོང་ཡ་དེ་འདི་གཞུང་ནང་ན་བདག་ནང་བཞིན་གྲོས་ཚོགས་འཐུས་མི་རིམ་པས་བཅར་བྱས་བོད་དོན་ཐོག་ནས་གསལ་བཤད་ཞུས་ད་འདི་གནས་སྟངས་ཆ་ཚང་སྙན་སང་ཞུས་དེ་ཐོག་ནས་ནི་ཡང་གྲོགས་པོ་རྙིང་པ་ཡི་དབུས་ནས་མཇལ་བྱས་གྲོགས་པོ་གསར་པ་བཟོ་ཡ་གི་འབད་བརྩོན་བྱེད་འོག་རེད་གསུམ་པ་འདི་ནི་ད think tank ཟེར་གི་རུ་བ་ཞིབ་འཇུག་ལྟེ་གནས་ཁང་འདི་ནང་ནས་སྙན་གྲགས་ཆེ་ཧ་ཡོད་པ་ཡིན་ན་འདི་གས་ཤར་ཞེས་བོད་དོན་དང་འབྲེལ་བའི་ཐོག་ནས་ཞུ་ཡ་བྱུང་བ་ཡིན་པ་ཡིན་ན་འདིའི་རྒྱུ་ཆེས་དམངས་དང་གནད་ཡོད་མི་སྣ་ལ་ཁྱབ་ཡ་དགོས་དོན་ཆེན་པོ་རེད་དེ་བཞི་པ་འདི་ས་གནས་ས་ཐོག་གི་གསང་རྒྱུ་བརྒྱུད་ལམ་ཁག་ནས་བོད་དོན་ཕེལ་ཐུབ་ཡ་ཆེ་དེ་བྱས་པ་ཡིན་ན་སྤྱི་དམངས་ཡོངས་ལ་ཕེལ་ཐུབ་ཡ་གནད་ཡོད་ལ་ཕེལ་ཐུབ་ཡ་ད་ལྟ་འབྲེལ་བ་ཡོད་པའི་གྲོས་ཚོགས་འཐུས་མི། འདི་ནང་ནས་གཞུང་ནང་ལ་ཨ་ནི་འབྲེལ་པ་ཆེ་ཐུ་ཡག་གི་འབད་བརྩོན་ཞུ་བདེ་བོ་བ་རེད་ད་ལྟ་བར་དུ་ད་དལ་དེ་ང Washington DC ད་སྲིད་སྐྱོང་འགན་ཁེ་ཞིག་ནས་བཀའ་བློན་ཁྲི་པ་རེད་ད་ལྟ་སྲིད་སྐྱོང་འགན་ཁེ་ཞིག་ཚར་གསུམ་པ་ཆགས་ཡོང་འདུག་དེ་ནང་ད་ང་རང་འགྲོ་སྟངས་དེ་འདྲི་རང་བྱེད་འགྲོ་བདེ་བ་རེད་དེ་ཡོད་དོན་ད་ཕོ་རང་དཀར་པོ་ནང་ལ་འབྲེལ་ཡོད་ལས་བྱེད་རྗེས་འདྲི་ཞུ་ཡ་ཨ་དང་ནང་བཞིན་ཕྱི་དྲིལ་ལས་ཁུངས་ནང་ལ་ཡིན་པའི་ནས་བོད་དོན་དང་འབྲེལ་བའི་ཨ་ནི་ང་ཚོ་ལ་ཡང། ཁ་གཙོ་བོ་རེད། ལས་གཞི་ཁག་མང་པོ་ཅི་ལ་རྒྱབ་སྐྱོར་ཡོད་བྱ་བའི་གི་ཡང་མཐུན་འགྱུར་གནང་བྱ་བའི་འདི་འདྲའི་ཡོད་རེད་ཁོ་རང་ཚོ་ཇི་འདྲའི་ཞུ་ཡ། ཨ་ད་ར་གསར་འགྱུར་ཁག་བྱས་ཨ་ནི་ཞིབ་འཇུག་ལྟེ་གནས་ཁང་བྱས། འདི་ནི་ཚང་མ་སྙིང་རྡུལ་སྙན་བཟང་བཞོལ་ཡག་པོ་ཞིག་ད་བྱུང་སོང་ཟེར་བྱས་ཞུ་ཡ་ཡིན། བཏབ། ཅིག་ཤོས་རྣམ་པ་ཚོས་བ་ཤོས་ཇི་སྲིད་ནས Big Cassettes ཞུ་གུག་ཡོད་ཚེ་དོན་ཡོད་པ་ཡིན་ན་དམིགས་བསལ་རྣམ་པ་ཚོས་གསང་རྒྱུད་ནང་ཕྱག་ལས་གནང་མཁན་ཡིན་དོན་སྐབས་ལ Big ཞུས་པ་ཡིན་ན་ད་བ་ཤོན་ཇི་སྲིད་ག་དུས་བཅར་བ་ཡིན་ནས་ཁོང་ཚོས་དྲི་བ་དང་པོ་ག་རེ་བཀོད་གུག་ཚོ་ན་ག་རེ་ཕྱིན་རྒྱུ་ཡོང་གི་ཡོད། ཨ་ཁྱེད་རང་གི Ask ག་རེ་རེད། ག་རེ་གུག་ཡོད། འདི་གསལ་བོ་གོ་བ་རེད་ཨ་ནི་འདི་ཨ་ནི་རྦད་དེ་ཁོ་རང་ཐ་གཅིག་ཏུ་འབད་བརྩོན་བྱས་གོ་རེད་ཟེར་དེ་དེ་ད་བར་ཤིན་ཏུ་རྒྱལ་སར་གྱི་འགྲོ་སྟངས་དེ་རེད། ཚར་དང་པོ་དེ་ལུང་སྟོན་སྐབས་ལ་ནི། ག་རེ་ཞུས་པར་ཟེར་ན་བཀའ་ཤག་སྐབས་བཅུ་བཞི་པས་ཀྱི་ནི། ཤེས་ཡོན་དེ་གལ་ཆེ་ཤོས་བརྩི་གི་ཡོད་དེ་དོན་དང་མཐུན་འགྱུར་གནང་རོགས་གནང་བྱེད་ཅེས་ཞུས་པ་གཞི་བཟུང། ཨ་ནི། ཨ་རི་འགྲོ་ལ། ས་ཡ་གཉིས་གཅིག USAID བརྒྱུད་ནས་བྱུང་བ་རེད། ཚར་གཉིས་པ་ལ་བདེ་བཅར་ཡུལ་སྡོད་ཁག་ལ་ཡང་མཐུན་འགྱུར་རོགས་རམ་འབྲེལ་འདྲིས་འགོག་སྡུད་བྱེད་ཆེད་ཞུས་ཆེད་བདག་ནང་བཞིན་གཙོ་བོ་དང་ང་ཚོ་རྡ་རམ་ས་ལ་ནས་རེད་དེ་ལས་བྱེད་ཁོ་རང་ཚོ་དེ་ཕེད་ཆེད་རྒྱུགས་འདེད་གནང་ཡོད་ཁོ་རང་ཚོ་གནང་དགོས་རེད་ཉེ་ཆར་རང་ཨ་རི་འགྲོ་བ་ལ་ས་ཡ་གཅིག་དང་འབུམ་བཞི་མནས་ཡང་དེ་འདྲའི་གཅིག་བྱུང་ཡོད་རེད་ད་ད་ལས་ཚར་གསུམ་པའི་ཡུལ་སྡོད་ཁག་ལ་ད་གར་ཆེད་ཁག་ཡོང་བ་ཡིན་ན་ཟེར་ཡུལ་སྡོད་ཁང་ཏཱ་ལའི་ཨ་རིའི་དམིགས་བསལ་གྲོས་ཚོགས་ནང་ལ་བགྲོ་གླེང་ཤུགས་ཆེ་ཤོས་གང་བསྒྲུབ་བར་ཟེར་ན Immigration Bill དེ་ཨ་ནི་ཨ་རི་ལ་ཡོད་པའི་ཨ་ནི་མི་ས་ཡ་བཅུ་གཅིག་དེ་ཁྲིམས་མཐུན་བཟོས་ཀྱི་ཡིན་ཟེར་གྱི་འདུག་འདི་གོ་སྐབས་ཇུས་བྱས་འདི་ནང་ལ་ཡང་བོད་པ་དང་འབྲེལ་བ་ཡོད་པའི་གན་ནི་འབད་བརྩོན་བྱས་ཡོད་ནའང་བྱས་བྱས་ཨ་ནི་ཞིབ་འཇུག་གང་ལ་གང་འཚམ་བྱས་ད་ཟླ་བ་གསུམ་བཞི་སུ་འགྲོ་བ་རེད་ང་ཚོ་འབད་བརྩོན་བྱས་བྱས་འདི་དངོས་ནས་སྲིད་སྐྱོང་མཚན་ཐོག་ནས་འཆར་གཞི་ཞིག་ཕུལ་ཡོད་ད་ནང་བཞིན་གྲོས་ཚོགས་འཐུས་མི་ལ་དངོས་སུ་ཕྱག་རིས་ཕུལ་འབྲས་བུ་ཞུས་བསྡད་ཡིན། ད་ལེ་དེ་བསྐྱར་བྱས། ད་དེ་འདི་ཡིན་ད་དེ། དང་སོ་ཨའི་ཕོན་དེ་མང་དྲག་བྱས་ལ་འོང། སྐབས་དབེན་མ་ཚང་དངོས་ནས་ལམ་སང Facebook ལ་དོན་ཡག་གི་ཉེན་ཁ་ཡོད་ཡོད་སྡོད་སྐབས་ལ། རྣམ་པ་ཚོ་སྐུ་པར་བསྐྱོན་ན་འགྲིག་རེད་དགག་བྱ་གང་ཡང་མེད། ཡིན་ན་ཡང་དེ་གསར་འགྱུར་བརྒྱུད་ལམ་ཁང་ནས་མ་སྤེལ་རོགས་གནང་དམིགས་བསལ Facebook འདི་འདྲར་མ་བླུག་རོགས་གནང་ཞུ་དགོས་དོན་གང་ལ་ཟེར་ན་ད་ཡང། སྡེ་བ་ཆེན Immigration Bill ནང་ལ་བོད་པ་སྟོང་ཕྲག་ལྔ་ཅིག་དེ་འདྲའི་ཚུལ་བཞག་ཟིན་ལབ་པ་ཡིན་ན་གསར་ཉོ་ཁོ་ལ་ད་ང་ག་དུས་དུ་ཚུད་ཀི་ཡོད་ན་ཟེར་བྱས་སྤྱི་ཚོགས་ནང་བགྲོ་གླེང་ཤུགས་ཆེན་པོ་ཞིག་ལངས་བ་ཡིན་པ་ཡིན་ན་ད་ལྟ་འདི་གནས་སྟངས་འདི་གཞི་ནི་རེད་ཅེས་ཞུ་ཡ་ཡིན་ཚ་མེད་ཧ་གོ་གོ་བ་རེད། ད་ལྟ་ཨ་རིག་གི་གྲོས་ཚོགས་ནང་ལ་ཨ་ནི Gang of Eight ཞེས་བྱས་གྲོས་ཚོགས་གོང་མ་གི་འཐུས་མི་བརྒྱད། འདི་ནང་སྟབས་ལེགས་པ་གཅིག་ལ་ཕལ་ཆེར་འཐུས་མི་བཞི་རེ་ལྔ་རེ་ཞིག་སྔོན་མ་ང་འདས་བཅར་བའི་སྐབས་རེ་མཇལ་འཕྲིན་ཞུ་སྟངས་ཙམ་ཁོ་རང་ཚོ་བརྗེད་མྱོང། རྗེས་མི་དེ་ཁོ་བཞུད་ས་དེ་སྟབས་བདེ་བོར་བྱུང་ཟེར་ནས་ང་ཚོ་བེས་སྦིལ་རང་ལ་ཁོ་ཅིག་བླུགས་ཐུབ་ན་བསམས་སོ་དེ་འདི་ཏི་ཇི་ལུས་ཐལ་བ་རེད། དེ་ཡིན་ནའི་དེ་བཅར་བྱེད་དངོས་སུ་ད་ཇུ་རི་ཤི་རི་ཀ་མི་གཅིག་གིས་འདི་ནང་ལ་ནི Amendment ནང་ཚུད་ཐུ་ཡ་གི་འབད་བརྩོན་བྱས་བྱས་ཨ་རེ་ང་ཚོ་ག་ལ་གང་འཚམས་ཀྱི་གོང་ས་མཆོག་ནས་བྱ་རི་ཡོད་རེད་ང་ཚོའི་འབད་བརྩོན་བྱས་བྱས་མཐའ་མ་དེ་ལ་ཁྱེད་ཉིན་མོ་ཚོད་ཚོད་ལྔ་བ་ལ་ད་རྒྱ་གར་དང་བལ་ཡུལ་ནས་བོད་མི་སྟོང་ཕྲག་ལྔ

དགག་པ་རྒྱག་མཁན་སུ་གང་མི་འདུག། མ་ཚད། མོས་མཐུན་ཡོད་མཁན་མང་པོ་འདུག། བལྟས་ནས་ཆེད་དུ་མངགས་ནས་དོན་བྱས་ད་འདི་ཀླུ་གོ་གུ་རེད་ཟེར་མཁན་ཞིག་གོ་བར་བ་ད་འདི་ང་ཚོའི་སེ་ནེར་དཱིན་ཧྥའིན་སྟཱིན་བྱས་པ་ང་ཚོས་ད་ཁ་ཚོགས་ལ་ཆ་ཤེས་དམག་མང་པོ་བཏིང་བ་རེད་སུ་དངུལ་ལ་དོན་གོ་ད་སུ་རྒྱག་ལ་དོན་གོ་ད་ད་འདི་སྐད་ཞུས་བསྡད་པ་ཡིན་ན་ད་ཕལ་ཆེར་ང་ཡང་སྐྲག་ཁ་བ་མང་རུ་འགྲོ་གི་འདུག་རྣམ་པ་ཚོས་བལྟས་ཆ་མང་པོ་འགྲོ་ཡ་རེད་བསམ། འདི་བྱས་པས་འདིར་ཆུ་ཚུད་པ་བྱུང་གི་རེད་ད་འདི་ཀ་མི་ཏྲིག་གི་བིལ་ནས་ད་ནི་ད་ཕལ་ཆེར་བདུན་ཕྲག་གསུམ་རིང་ལ་བགྲོ་གླེང་ཡོང་གི་རེད།

ཨ་རི་ལ་ཡོད་པའི་ཁྲིམས་མཐུན་མེད་པའི་ས་ཡ་མི་ས་ཡ་བཅུ་གཅིག་སྒྲིག་འགལ་ལ་ཁྲིམས་མཐུན་བཟོས་གོ་འདི་ལ་ད་ཕྱི་ལོ་མི་ཐེ་ཡང་གི་དེ་འདྲའི་འབད་བརྩོན་བྱེད་དགོས་འདུག་ཟེར་ལ་ཆེ་ཁ་ཚིག་ས་རྒྱུས་ཀྱི་ལ་མགོ་སྐྱོན་འཛུགས་བྱུང་བ་རེད་དེ་ན་ང་ཚོ་སླེ་བའི་ནས་བོད་པ་དེ་འདྲའི་བྱས་བཞག་དོན་སྲིད་པོ་བྱེད་ར་བ་ཆོག་ཅིག་ནས་ཡང་རླུང་རྟ་རུ་འགྱུར་བཞག་ད་འདི་ད་ལེ་ནས་སྙན་སང་ཞུ་ཡ་ཅིག་ཡིན་ད་ཁ་སོ་བོ་རེད་དེ་སླེ་བ་གོ་ཆོད་སོང་ཞེས་ཞུ་ཡ་ཡིན་ཨ་འདི་སྙམ་དུ་ཨ་ནི་ད་ང་ཚོ་དེ། State Department ཕྱི་སྲིད་ལས་ཁུངས་ནང་ལ་ཨ་ནི Under Secretary ཞེས་བཀོད་དགོས་གོ་བ་དང་བེ་ཅན་དང་ཟུང་དྲུང་འདྲ་ཡིན་ས་རེད་དེ་བཀོད། བཀོད་པ་གཞི་བཟུང་ང་ད་ང་ཚོ་དམིགས་བསལ་འབྲེལ་མཐུད་པ་གི་དེའི་ལས་ཁུངས་དེ་ཕར་རྒྱག་དགོས་གོ་བ་རེད་བ་དེ་བཟུང་བ་ཙང་ད་དེ་ལ་དམིགས་བསལ་ང་ད་ལྟའི་ད་ལའི་བཅའ་ཡས་དེ་སྤྱི་ཐང་དུ་གྲོས་ཚོགས་འཐུས་མི་མང་པོ་རེད་དེ་ང་རང་ཚོ་ལ་འབྲེལ་བ་ཡོད་བ་དེའི་ནང་ནས་ད་ལའི་འབྲེལ་བ་ཡོད་བ་དེ་གི་བཅའ་དགོས་འདོད་སྐབས་ལ་ཐལ་ས་ཁོ་རང་ཚོ་རང་ནས Senate Foreign Relations Committee གི་ཨེ་ཤེ་ཡ་ཚོགས་ཆུང་གི་ཚོགས་གཙོ་དང་ཚོགས་གཙོ་གཞོན་པ་ཟུར་བར་ཅེར་མེན་དང་ཀོ་ཅེར་མེན། Senator Cardin དང Senator Kaine། རང་གིས་ད་གཞུང་འབྲེལ་རང་ཐོག་ནས་སྣེ་ལེན་ཞུས་གནང་སོང་ད་དེ་ཡང་ངས་ཆོག་མཆན་གྱི་ལམ་ལུགས་སུ་ཡག་པོ་རེད་བསམ་འདུག་གནང་བྱས་ཡང་དག་རང་གིས་ཁོ་རང་ཚོ་ཞུས་བྱས་ད་ང་རང་ཚོ་གོ་དོན་ནི་ག་རེ་ཡིན་ཟེར་ན།

མཱ་རི་ཡཱ་ཨོ་ཏྲེ་རོ། ཁོ་རང་ཨན་ཏྲེ་སེ་ཀེ་རི་ཕྱག་འཚལ་བའི་བཞུགས་སྒར་ལ་འདི་སྦྱར་རས་ཟླ་བོ་དགུ་བཅུ་སུ་འགོར་བའི་གནས་ཚུལ་དེ་འདྲའི་གོ་ཡ་འདུག་དེ་འདྲ་ཡིན་པ་ཡིན་ན། ད་ལྟ་རང་ཟླ་བོ་དྲུག་བཅིངས་ཚར་བ་ཇི་འདི་གང་ཟླ་བོ་དགུ་བཅུ་སུ་ཕྱེ་བ་ནི་ལོ་གཅིག་དང་ཕྱེད་ཀ་སུ་འགྲོ་བཞག་གི་འདུག་ཨང། ཨ་ནི། ཁོ་རང་གི་འགན་བཞེས། ཨ་ནི། གནས་སྟངས་ག་རེ་ཡིན་མིན་རྟོགས་ཚར་བའི་ཞོར་ལོ་གཉིས་ཆགས་འདུག་བ་རེད། ལོ་གསུམ་པ་འགྲོ་སྟངས་ལ་ཨ་རི་ནས་ཉིས་སྟོང་བཅུ་བཞི་ནས་ད་སྲིད་འཛིན་གསར་པ་དམ་ཡག་གི་བགྲོ་གླེང་ལྷག་པ་དེ་ལངས་ཡོང་འདོད་སྐབས་ལ་ལན་བསྒྲགས་ཟེར་ཏེ་ཁོ་གནས་སྟངས་ཆགས་ཡོང་དུས་གང་མགྱོགས་མགྱོགས་ཆགས་ཡ་གལ་ཆེན་པོ་འདུག་གང་ཟེར་ན་ཐ་ན་བོད་ནང་རྫ་ར་གནས་སྟངས་ཆགས་བསྡད་ཡོད་ཞེས་བཤད་དེ་ཤུལ་འགྲོ་བསྡད་ཀྱི་ཡོད་དེ་སང་ད་ལྟ་རང་ང་ཚོ Senator John McCain མཇལ་ཚར་ཟིན་ད་ཁོ་རང་ད་ང་ཚར་ལྔ་པ་རེད་དྲུག་པ་རེད་ཟེར་ཏེ་མཇལ་མྱོང་ཡོད།

རྒྱ་གར་དང་བོད་ཡུལ་ནས་སྟོང་ཕྲག་གསུམ་ཐེངས་གོ་བོ་ཆུ་བཅོས་ཀྱི་ཡོད་རེད་ད། འདི་ང་ཚོ་དེ་སྟོང་ཕྲག་ལྔ་ཆགས་ཡོད་གཅིག་བྱས་ན་ཡང་ཀ་མི་ཏི་ནར་མ་ཟ་སྲིད་པ་ཅི་རེད་སྟོང་ཕྲག་ལྔ་ནས་སྟོང་ཕྲག་བཞི་བཟོས་སྲིད་བསུམ་བཟོས་སྲིད་བ་གཉིས་བཟོས་སྲིད་བ་གཅིག་བཟོས་སྲིད་པ་ཅི་ད་ནང་ཁུལ་ཕ་ཚེ་ལྷ་གཙོ་བོ་རེད་ཕ་ཁྲི་ཚུན་ལེན་མང་པོ་གནང་དགོས་བ་རེད་ཨ་ནས་ར་དེ་འདྲ་ཆགས་སོང་ཁོ་རང་ཚོ་གྲ་སྒྲིག་གནང་རོགས་ཨ Nancy Pelosi བཅར་བྱས་གལ་ཏེ Senate གི་གྲོས་ཆོད་དེ་དངོས་དོན་བས་ཡིན་ན་ད་ག་རང་ཁོ་རང་ཚོའི་གྲོས་ཚོགས་འོག་མ་ནང་ལ་ཇོ་ཞེ་ད་ལྟ་མོ་བོ་ཐོག་ནས་ད་ག་རང་ག་ནང་ཁོ་རང་ཚོ་བགྲོ་གླེང་གནང་གི་ཡིན་ཟེར་བ་འདི་སླེབས་པ་ཡིན་ན་དེ་འདྲའི་ཞོ་ར་དག་སྟེ་སྐྱོབ་རོགས་གནང་ཞེས་ཞུ་དགོས་བར་བ་ད་དེ་གའི་ཆ་ཚང་ཞུས་བྱས་ད་ག་ལ་ཁ་མཚམས་གཅིག་བཞི་དེ་གཏིང་པོ་འདྲ་བོ་ཞིག་ཡིན་ཨ་ད་དེ་ནས་ཡང་རིམ་པས་རིམ་པས་ཟེར་ཡ་ནི་ཕལ་ཆེར་ད་མདོ་ཟླ་བ་གསུམ་ནས་ཟླ་བ་དགུ་འགོར་བརྩི་བ་རེད་ཟེར་གི་འདུག་དེ་རྐྱེན་དེ་མ་ཁེལ་ད་དེའི་སྤྱི་ཡོངས་ཀྱི་གནས་སྟངས་དེ་ང་ཚོའི་ཁ་སོ་རེད་ཨ།

འདི་གི་ད་ཁོ་ཨ་རི་ནང་ལ་ཡིན་པ་ཡིན་ན་ཕྱི་སྲིད་འབྲེལ་བ་ཡིན་ན་གནས་ཡུལ་ཆེ་ཤོས་ཆགས་ཡོད་སྐོར་འདི་ནང་ནས་ཁོ་རང་ཚོ་གི Program Scenario Panel འདི In Conversation With ཟེར་འབྱོར་བ་འདི་ཨ་རི་མཉམ་འབྲེལ་རྒྱལ་ཚོགས་དྲུང་ཆེ Ban Ki Moon དང་སྲིད་འཛིན་དང་སྲིད་བློན་དང་ཕྱི་སྲིད་བློན་ཆེན་གནང་གི་འདུག་བ་ཨ་ད་ག་རང་ག་ལ་ཁོ་རང་གོ་སྐབས་གནང་བ་རེད་ཁེ་སེ་བཅར་བ་ཡིན་གཞི་རྩའི་དང་པོ་བྱས་པ་ཡིན་ན་གྲོས་ཚོགས་ཁོ་རང་ཚོ་ཚོགས་ཁང་མི་བཞི་བཅུ་བྱས་པ་ཞིག་གྲ་སྒྲིག་བྱས་ཤག། དེ་ནས་ཡང། ང་ཡོང་གིན་ཁོ་ཡོང་གིན་ཞེས་མང་མང་པོ་ཞིག་བྱུང་ཡོད་འདུག་ཁོང་ལ་ནི་མིག་བརྒྱ་ཡོད་པ་འདུག་ཁོང་ཚོ་ཁང་ཆེ་ཤོས་དེ། འདི་གྲ་འགྲིག་བྱས་བྱས་ནས་ཕ་གི་ལ། ད་ཕ་གི། ཕས་ངེད་ཚོ་ཁྱེད་ཀྱི་རེ་བའི་ནི་ཡག་ཐག་ཅིག་བྱུང་སོང་བསམ་བསམ་འདྲ་བོ་ཅིག་བྱུང་སོང། དེ་ནས་གསར་འགྱུར་བརྒྱུད་ལམ་ཁག་ནས་ཁེ་གྲགས་བྱས་ཏེ། རེད་དཀར་རྩི་ཁ་ཟིང་དེར་སླེབས་པ་དང་ནམ་རྒྱུན་ག་དུས་ནས་ཝ་ཤིང་ཏོན་ལྡི་སིར་སླེབས་ཡོད་འདོད་ང་ཚོའི་གི་གནས་སྟངས་ག་རེ་ཡིན་པ་ཁོང་རྩོམ་ཞིག་ངས་ག་དུས་ནས་བྲིས་གི་ཡོད་ཁོང་མ་ཝ་ཤིང་ཏོན་པོ་སི་ཚར་གཉིས་གསུམ་བྲིས་ཚར་བ་རེད། ད་ད་ལའི་གྲོས་ཚོགས་དང་འབྲེལ་བ་ཡོད་འདོད་ཁོང་ལ།

འདི་གསུངས་ས་ཨ་བྲིས་སི་ཡོང་དགོས་དོན་སྙིང་དོན་འདི་འདི་ཡིན་འདི་འབེན་པའི་གཞི་རྩའི་གྲོས་མཐུན་མང་པོ་གནང་དགོས་བ་རེད་ང་ཚོ་དེ་ག་དུས་ཡོང་གི་བའི་ནི་དོན་ཚོན་གཉིས་རང་མ་རེད་ནི་དོན་ཚོན་ལྔ་ཚོ་བང་བསྒྲིགས་འོག་ཏུ་བ་ཨ་གཉིས་དེ་འགྲུབ་པ་ཡིན་ན་དོན་ཚོན་གསུམ་པ་དེ་ཡར་དང་པོ་བཟོས་བཞི་བ་དེ་ཡར་གཉིས་པ་བཟོས་བྱས་བྱས་འདུག་འདུག་འདུག་བསྒྲིགས་སྟངས་ཞིག་རེད་ཤག་སྒོ་ཆ་བཞི་རང་ཐིང་བྱས་འགྲོ་གི་ཡོད་པའི་སྐད་ཆ་རེད་ད་ལྟ་བར་དུ་ལམ་ལོང་འདྲ་འགྲོ་བསྡད་ཀྱི་འདུག་བྱས་བཞི་བ་ཡིན།

མང་པོ་ཞི་བ་ཞིག་ཡོང་གི་ཡོད་དུས་སྐབས་ལ་འདི་ལ་རྒྱབ་སྐྱོར་གྱི་རྣམ་པ་རྒྱབ་སྐྱོར་མཐོ་བའི་ཆེད་དུ་ལས་འགུལ་སྤེལ་དགོས་འདུག་ལས་འགུལ་གྱི་ལས་གཞི་འདི་རེད། གསུམ་པ་འདི་ད་འབྲེལ་མོལ་གང་ཟེ་ད་ཕྱོགས་སྒྲིག་བྱས་ཨ་འདི་ནས་ལས་འགུལ་སྤེལ་ད་མཐའ་མ་ག་བ་འགྲོ་གི་ཡིན་ཟེ་ལབ་པ་ཡིན་ན་ད་ང་ཚོས་ཞི་བའི་ལམ་དུ་རྩ་དོན་རྩོད་ཀྱི་ཡོད་དུས་སྐབས་ལ་འབྲེལ་མོལ་བརྒྱུད་བྱས་ཐབས་ལམ་བྱེད་ཀྱི་ཡིན་ཞེས་གཅིག་གཉིས་གསུམ་བང་སྒྲིག་བྱས་ཨ་གསུམ་ཀ་ལ་ཨ་ཡག་པོ་ལྟ་གྲུབ་ཟེ་ནས་རེད་ལངས་ཞོག་ཨ། ཡོད་པ་རེད། དང་པོ་འདི་ག་རེད་ཟེར་ན། ད་ཁོག་ལྟ་གྲུབ་གསུམ་འདི་གཅིག་སྒྲིལ་གསར་གཏོད་རང་ཁ་རང་གསོ། ནུས་ཤུགས་ཕྱོགས་སྒྲིལ། དཔེ་ཡག་གི་གཞི་ག་རེ་གང་བཞག་གི་ཡིན་ཟེར་ན་གཅིག་སྒྲིལ་བྱེད་གལ་ཆེ་ཤོས་རེད། ཁོ་གསར་གཏོད་ཟེར་ངེས་འདི་བྱེད་ཕྱོགས་རེད། ཁོ་རང་ཁ་རང་གསོ་ཟེར་ངེས་འདི་ད་འཕྲལ་གི་དམིགས་ཡུལ་འདི་རེད། ཕུགས་ཀྱི་དམིགས་ཡུལ་འདི་ད་བོད་ནང་ལོ་བ་ཡག་དང་རྩ་དོན་རྩོད་ཆེད་སྒྲུབ་ཡ་འདི་རེད། ད་འདི་ནས། ལས་འགུལ་སྤེལ་ཡ། དེ་ཡང་ཁོ་ལས་འགུལ་སྤེལ་ཡས་ཟེར་མི་འདུག་ག་འདྲས་སྤེལ་གས་ཟེར་འདི་ལ་ཡང་ལྟ་གྲུབ་ཟེར་ནས་རེད་ལམ་སྟོན་ག་རེ་རེད་ཟེར་ན། ལས་འགུལ་ག་འདྲས་སྤེལ་བ་ཡིན་ན་ཡང་ཞི་བའི་ཐོག་ནས་ཆེ་མཐོང་ལྡན་པ་ཐོག་ནས་ཞི་བའི་ཐོག་ནས་ཁྲིམས་མཐུན་ཡིན་པ་ཐོག་ནས་ཆེ་མཐོང་ལྡན་པ་ཐོག་ནས་སྤེལ་རོགས་གནང་ཞེས་བྱས་རྗེས་བཀའ་ཤག་རེ་འབོད་ཞུས་ཤག་ད་འབྲེལ་མོལ་གནང་ཡ་ཡིན་པ་ཡིན་ན་ཡང་འདི་གི་ལངས་ཕྱོགས་ག་རེ་རེད་ཟེར་ལབ་པ་ཡིན་ན་ཕྱིས་ཀྱི་རྣམ་པ་ལས་ནང་གི་དོན་སྙིང་གལ་ཆེར་བརྩི་གི་ཡོད་ཟེར་ཏེ་ད་དེ་སོང་ཙང་ལས་གཞི་གསུམ་ལ་ལྟ་གྲུབ་ཟིན་ནས་རེད་ལངས་ཕྱོགས་ཡིན་ནས་རེད་གསུམ་ཡོད་པའི་གཞི་བཞག་པའི་ཐོག་ནས་ཨ་ནི་ཟླ་བ་བཅུ་གཉིས་ནང་ག་རེ་བྱེད་ཐུབ་ཀྱི་འདུག་ཨ་བསྡུར་བྱས་རྗེས་ང་ཚོས་འཆར་གཞི་སྟེང་བཞག་ཡོད། འཆར་གཞི་སྟེང་བྱས་ད་ལག་ལེན་འགའ་ཤས་འགྲུབ་པ་རེད། ད་འདི་ཡོད་འདོད་ཁག་ལ་ད་ནུས་ཤུགས་ཕྱོགས་བསྒྲིགས་ག་འདྲས་སྤེལ་ཡོད་རེད་ཞེས་བྱས་རྗེས་ཞུ་བ་ཡིན་ན་ང་ཚོ་བཀའ་ཤག་ནང་གྲོས་བསྡུར་བྱས་རྗེས་ག་རེ་བྱེད་དགོས་འདུག་ཟེར་ན་གཞི་རྩའི་ཆབ་སྲིད་སྐུ་ངོ་གནང་ཚར་བའི་རྗེས་སུ། སེམས་འཚབ་བྱེད་མཁན་མང་པོ་ཞིག་ཡོད་ཡོད་དོད་སྐབས་ལ་ང་ཚོ་བོད་དོན་ལ་རྒྱབ་སྐྱོར་བྱེད་མཁན་རྒྱ་གར་གྲོགས་པོ་ཡིན་ནའི་རེད། ཕྱི་རྒྱལ་གྲོགས་པོ་ཡིན་ནའི་རེད། ཕྱི་རྒྱལ་ཁག་ལ་ཡོད་པའི་བོད་རིགས་སྤྱི་ཡོངས་གཞིས་ཆགས་ཁག་སྤྱི་ཡོངས་ཚང་མ་རྡ་རམ་ས་ལར་ཕེབས་ཆེད་སྔོན་མ་ནང་བཞིན་རྒྱབ་སྐྱོར་ཡོད་པའི་རྣམ་པ་སྟོན་དགོས་ཀྱི་འདུག་སྟོན་པ་ཡིན་པ་ཡིན་ན་གཞི་རྩའི་ཆབ་སྲིད་སྐུ་བ་གནང་བ་རེད། འགྱུར་བ་ཆེན་པོ་ཕྱིན་པ་རེད་དེ། ང་རང་ཚོ་གྲོགས་པོ་དང་རྒྱབ་སྐྱོར་བྱེད་མཁན་ཚང་མ་གིས་གཟི་མདངས་དང། རྒྱབ་སྐྱོར་རྣམ་པ་སྔོན་མ་ནང་བཞིན་རང་འཇགས་ཡིན་པ་ནུས་པ་མཉམ་དུ་སྤུངས་ཀྱི་ཡིན་ཟེར་བའི་གི་འགྲེམས་སྤེལ་བྱེད་དགོས་འོག་ཏུ་དེ་བྱེད་དགོས་དོད་ཁག་ལ་ང་ཚོ་ཚོགས་འདུ་རིམ་པ་མང་པོ་ཞིག་ལ་ཚོགས་ཡོད་རེད་བོད་དོན་རྒྱབ་སྐྱོར་ཚོགས་པ་རྒྱ་གར་རྒྱབ་སྐྱོར་ཚོགས་པ་རྒྱལ་སྤྱིའི་རྒྱབ་སྐྱོར་ཚོགས་པ་དམིགས་བསལ་ཚོགས་ཆེན་དག་ནང་བཞིན་རྒྱལ་སྤྱིའི་གི་ཚོགས་འདུ་ཁག་རིམ་པ་མང་པོ་ཇི་དགོས་ཤེ་ན་ལོ་ལྔ་ནང་ལ་སྤེལ་ཡ་དེ་གི་ཆ་ཚང་ལོ་གཅིག་གཅིག་དེ་ཕྱེད་ཀ་ནང་ང་ཚོ་སྤེལ་དགོས་དོན་དེ། རྡ་རམ་ས་ལ་བསྒྱུར་བ་མི་འདུག། ཟེར་ཏེ་དཔེར་ན། རྒྱ་ཧྭ་རྒྱབ་ཆོས་ཚོགས་པ་ཁོ་རང་ཚུགས་འདུག་གོ་ཧྭ་ཏི་ཚུགས་ཀྱི་ཡོད་མེད་ནི་རྟ་དབང་ཚུགས་ཀྱི་ཡིན་ཟེར་གྱི་ཁོང་ཚོ་བཀའ་མི་གནང་སྟེ་ཤ་ཏི་འདི་ཡིན་གྱི་མིན་གྱི་རྡ་རམ་ས་ལ་རང་གནང་དགོས་ཀྱི་འདུག། རྡ་རམ་ས་ལ་ཕེ་རོ་ན་བྱས་རྗེས་རྒྱ་ཧྭ་རྒྱབ་ཆོས་ཚོགས་པ་ཚུགས་འདུག་ཐང་མང་ཚོས་རྡ་རམ་ས་ལ་ཚོགས་པ་རེད། གཉིས་པ་དེ་དམིགས་བསལ་ཚོགས་ཆེན་རྡ་རམ་ས་ལ་ཚོགས་པ་རེད། ཨ་ད་ཧྭ་ན་ཤིན་ཨ་ནི་བོད་དོན་རྒྱབ་ཆོས་ཚོགས་པ་རྒྱལ་སྤྱིའི་བོད་དོན་རྒྱབ་ཆོས་ཚོགས་པ་དེ་ད། ཐེངས་དང་པོ་འདི་རྡ་རམ་ས་ལ་འཚོགས་པར་འདི་ནས་རིམ་པས་ཆ་ཚང་ཕྱི་ལོགས་ལ་མ་གཏོགས་རྡ་རམ་ས་ལ་འཚོགས་མྱོང་མི་འདུག་དེ་ཡིན་ནའི་འདི་རྡ་རམ་ས་ལ་འཚོགས་འོང་འདུག་ཨ་རྡ་ར་ཤི་རྒྱལ་སྤྱི་ཚོགས་དང་རྒྱལ་སྤྱི་དང་འབྲེལ་བའི་ཚོགས་འདུ་ག་ཤེད་ཤིག་བསྐོང་བའི་རེ་གནས་ཡོད་མེད་ལ་དེ་འདྲས་ཞུ་ཡ་རེད་དེ་གང་ལ་ཟེར་ན། ཕྱིས་འདི་འདུག་སྟེ་ཡོང་འདིར་པེ་ཅིང་སྟེ་གོ་བར་ལྷས་ས་ཟི་གོ་བར་ལྡི་ལི་ནི་ཟི་གོ་བ་རེད་ད་ཕྱི་རྒྱལ་སྤྱི་ཡོངས་ཟི་ཡོང་འདོད་སྐབས་ལ་ཨོ་རྡ་རམ་ས་ལ་འགྱོ་བ་གང་ཆིག་མི་འདུག་རྒྱ་གར་རྒྱབ་སྐྱོར་བྱེད་ངེས་རྒྱལ་སྤྱིས་རྒྱབ་སྐྱོར་བྱེད་ངེས་ཆ་ཚང་རང་ཅག་རྡ་རམ་ས་ལ་ལ་ཕེབས་བྱས་ཁོ་བསྒྱུར་བ་ཆེན་པོ་དེ་ལ་བརྒྱ་ཆ་བརྒྱ་རྒྱབ་སྐྱོར་བྱེད་ཀྱི་ཡོད་པས་ཀྱི་རྣམ་པ་དེ་སྟོན་ཐུབ་པ་བྱུང་བས་རེད། དེ་སོང་ཡོད་དང་ང་ཚོ་ཚོགས་འདུ་རིམ་པ་ད་ལྟ་བུ་དང་འགྲོ་བཞག་བཙུགས་དགོས་དོན་དེ་ནུས་ཤུགས་ཕྱོགས་བསྒྲིལ་བྱེད་ཀྱི་ཡོད་པའི་ཀྱི་ཆེད་དུ་ཡིན། ཨ་དྭགས་ནང་བཞིན་རེད་པ་ཞུས་པ་ནང་བཞིན་ཨ་ཚང་བའི་གྲོས་ཆོད་ནང་ལ་ཡིན་པས་ནས་དྭགས་ལ་འཁོད་ཡོད་རེད་རྒྱབ་སྐྱོར་ཡོད་པའི་རྣམ་པ་གསལ་པོ་ཞིག་ད་ཐོན་ཐུགས་གཟུང་ཆེ་ཞུ་ཡ་ཡིན། ད་དེ་ནས་ལས་འགུལ་སྤེལ་དེ་ཁོ་ནས་ད་ལས་འགུལ་སྤེལ་ཟེར་ཡོད་འདོད་སྐབས་ལ་ད་ག་འདྲས་སྤེལ་དགོས་རེད་ད་འདྲ་མིན་སྣ་ཚོགས་སྤེལ་ཡོད་འདོད་སྐབས་ལ་གཅིག་ཐང་ཏིང་ལ་དོན་བྱས་སྤེལ་ཡ་ཞོད་རེད་དེ་སོང་ཙང་བཀའ་སྤྱི་གཉིས་ཀ་འགན་འཁྱི་བའི་ཐོག་ནས་ད་ལྡི་ལི་རང་ལ་ཉིན་མོ་བཞི་རིང་ག་ལས་འགུལ་སྤེལ་བ་རེད་སྤེལ་ཡ་དེ་ལས་ཡིན་པས་ཡིན་ནའི་ཡང་ཨ་ནི་སྔར་དང་མ་འདྲ་བ་གཅིག་གར་བྱུང་བ་པེ་ན་ཏལ་ཁ་ཏོ་ར Stadium དེ་ནང་ལ་ནི་ད།

དང་ཨ་ནི་བྷ་གའི་གྲོས་ཚོགས་འཐུས་མི་གཉིས་བཏང་གནང་བ་རེད། དངོས་གནས་བྱས་ན་ཀོང་རེ་སི་ཚོགས་པ་གི་དྲུང་ཆེ་ཅིག་བཏང་ནའི་ཐུགས་གཏན་ཆ་ཚང་ཁེལ་བ་རེད་ནས་ཁོ་རང་ཐོབ་རྒྱ་དགོས་ཅི་གནས་སྟངས་འགྱུར་བ་ཕྱིན་ཆད་ཕེབས་ཐུགས་ཡོད་མེད་ཙང་ཨ་ནི་ཡང་གྲོས་ཚོགས་འཐུས་མི་གཉིས་ཕེབས་པ་རེད་དེ་གར་སྟོན་ཁོར་གཞུང་དང་ཆོལ་ཁའི་ཚོགས་པ་གཉིས་ཀ་གི་བོད་པ་ལ་རྒྱབ་སྐྱོར་ཡོད་པ་སྟོན་ཐུབ་པ་དེ་ཕལ་ཆེན་ཡུན་རིང་པོ་ཞིག་རང་ནང་ལ། ཚར་དང་པོ་ཡིན་འགྲོ་ཕལ་ཆེན་ཚར་དང་པོ་མེད་པའི་ནི་ཡུན་རིང་པོ་ཞིག་རིང་ན་ཚར་དང་པོ་ཞིག་རེད། ད་འདི་བྱེད་དགོས་དོན་ནི་ག་རེ་ཟེར་ན། ཨ་ནི། ལས་འགུལ་སྤེལ་དགོས་གོ་རེད་བོད་ནང་རྫ་དྲག་གནས་སྟངས་ཆགས་བསྡད་ཡོད་རེད་དེ་ལ། ང་ཚོའི་སྡུག་ས་མཉམ་གི་ཡོད་ཞེས་བྱས་བྱས་མི་དམངས་ནི་གཞུང་དམངས་གཉིས་ཀ་ནི་རྣམ་པ་སྟོན་དགོས་དོན་སྐབས་ལ་འདི་བྱེད་འདི་ལ་རྒྱག་ཐོག་ནས། རྒྱབ་སྐྱོར་གྱི་རྣམ་པ་སྟོན་ཐུབ་པ་གྲ་ལ་ཆེན་པོ་བྱུང་བས་ཟླ་འདི་དང་འབྲེལ་བའི་ཐོག་ནས་ད་ཝ་ཤིང་ཏོན་ཏི་སི་གཅོད་གཙོས་པའི་ནིའུ་ཡོག་ལ་དང་སྤྱི་ཟླ་བཅུ་གཉིས་ཚེས་བཅུ་ལ་བར་སེལ་སི་ལ་སྤྱི་ཟླ་གསུམ་པའི་ཚེས་བཅུ་ལ་འདི་དང་འདི་འདྲ་བའི་ལས་འགུལ་སྤེལ་ས་མང་ཆེ་གནང་ལ་བོད་པ་དང་བོད་དོན་རྒྱབ་སྐྱོར་ཚོགས་པ་འཛུལ་ཞུགས་གནང་མཁན་ག་ཝ་ཡི་ནས་མང་པོ་ཞེ་དྲག་འདུག་མང་དུ་འགྲོ་གི་ཡོད་པ་དེ་གསལ་བོ་ཞེ་དྲག་འདི་གཟི་བརྗིད་ཆེན་པོ་ཞག་རེད་བསམ་གྱི་འདུག་ཡིན་ནས་བཀའ་ཤག་ཐོག་ལམ་སྟོན་ཞུས་ཏེ་ཞི་བའི་ཐོག་ནས་ཁྲིམས་མཐུན་ཐོག་ནས་ཆེ་མཐོང་ལྡན་པ་སྤེལ་རོགས་བྱེད་བྱེད་བྱེད་ཞུས་ཡོང་དུས་ཁོ་རང་ཐོག་མར་ག་རེ་ཟེར་དགོས་བ་རེ་ཟེར་ངས་བལྟས་ཟིན་ཡོང་བ་འདྲ། ཨ་ནི་ཡང། བཀའ་ཤག་ནས་ལྡི་ལིར་ཉི་མ་བཞིའི་ལས་འགུལ་འདི་གའི་ཕྱགས་མ་ཕེ་ཆེན་ཞི་ཨ་ནི་ང་ཚོ་རང། ཤེས་པ་ནང་བཞིན་བྱེད་བྱེད་ཞི་བའི་ཐོག་ནས་ཁྲིམས་མཐུན་ནས་ཆེ་མཐོང་ལྡན་པ་ཐོག་ནས་སྤེལ་བཞག་པ་ཅིག་བྱུང་ཡོད་བྱེད་བྱེད་ཞུས་ཡ་ཡིན། ད་ལས་འགུལ་འདི་ཡང་ཐང་ཐིང་དོན་གཅིག་པོ་མ་རེད། འདི་དང་འབྲེལ་བའི་ལས་འགུལ་ག་རེ་སྤེལ་དགོས་བ་ཟེར་ན། ང་ཚོ་ཉིས་སྟོང་བཅུ་གཉིས་ཏེ་ཞུ་ཐུག་ཕུལ་ཡས་ཀྱི་ལོ་ཡིན་བྱེད་བྱེད་ཞུས་ཡོད། བཞི་པ་གཞི་ཚུགས་དང་གྲོས་ཚོགས་ཁག་མང་པོ་ཅི་ནང་ལ་ཞུ་གཏུག་ཕུལ་ཁར་ལྕགས་རིར་དམིགས་བསལ་ཨ་རི་ནང་ལ་ཨ་ནི་ཉིས་སྟོང་བཅུ་གཉིས་ལྕོགས་ཚོམས་གཉིས་ཀ་ལ་དམིགས་བསལ་ལྕོགས་ཚོམས་ནང་ལ་མི་མང་པོ་བཞི་བོ་གཅིག་གིས་གྲོས་ཚོགས་འཐུས་མི་ཕལ་ཆེར་ཧ་ལམ་ཆ་ཚང་ཁྱབ་པའི་ཐོག་ནས་ཞུ་གཏུག་ཕུལ་ཡག་གི་ལས་འགུལ་སྤེལ་ཡོད་རེད། འདི་དང་འབྲེལ་བའི་ཐོག་ནས་གྲོས་ཆོད་ག་ལ་འང་ཙམ་བཞག་ཡོད་རེད། ཨ་རི་གྲོས་ཚོགས་ནང་ལ་གྲོས་ཆོད་བཞག་ཡོད་རེད་ཡུ་རོབ་ནང་བཞག་ཡོད་རེད་ཧྥ་རན་སི་ལ་བཞག་ཡོད་རེད་ཨི་ཏི་ལི་ལ་བཞག་ཡོད་རེད། Brazil ལ་ཡིན་པ་ཡིན་ནས་གྲོས་ཚོགས་འཐུས་མི་ཉིས་བརྒྱ་ལྔ་བཅུ་ཉིས་བརྒྱ་བཅོ་ལྔ་ཟིག་གིས་བོད་པའི་གྲོགས་པོ་ཡིན་ཟེར་བྱས་བྱས་ཨ་ནི Australia ལ་བརྡ་རྙིང་ལོ་བཞག་མ་ཐུབ་བ་ནི་ད་ལེ Motion བཞག་ཐུབ་བས Luxembourg ལ་བཞག་ཐུབ་བས་ཉི་འོང་ལ་ཡུལ་རིན་པོ་ཆེ་ལ་གྲོས་ཆོད་བཞག་ཐུབ་བ་ཡོད་མ་རེད་འདི་གྲོས་ཚོགས་འཐུས་མི་དང་ཁོ་རང་ཚོ་སྐུ་ཚབ་རྒྱ་ཚིག་གིས་ཨ་ནི་ཁོ་ཆ་རེད་ཅེས་བོད་དོན་ལ་རྒྱབ་སྐྱོར་ཡོད་སྟོན་ཐོག་དེ་གའི་ཚང་མ་ཡང་ལས་འགུལ་གྱི་རྣམ་པ་རེད་དེ་ལས་འགུལ་རྣམ་པ་གསུམ་པ་དེ་ག་རེད་ཟེར་ན་གསར་འགྱུར་བརྒྱུད་ལམ་ཁང་གིས་ཁྱབ་བསྒྲགས་བྱས་པ་དེ་རེད། དེ་ལ་འབད་བརྩོན་བྱེད་དགོས་འདུག་ཞུས་བསྡད་ཡོད་རེད། ང་རང་ཚོ་ད་འདོད་པ་གཞི་བཟུང་བྱས་པ་རེད་རེ་བ་གཞི་བཟུང་བྱས་པ་ཡིན་ན་གཅིག་ཚགས་པར་གྱི་མདུན་ཤོག་ལ། ཉིན་ལྟར་ཞིག་ཐོན་ན་བསམ་གྱི་ཡོད་རེད་ད་ཡིན་ན་ཡང་ད་ཁོ་སི་རི་ཡ་ལ་མི་ཁྲི་བདུན། ད། མེད་པ་ཆགས་ཡོད་མགོ་དྭངས་ན་བཞིན་ཨ་ནི་འཛམ་གླིང་ཁག་ན་རྫ་དྲག་གནས་སྟངས་མང་པོ་ཆགས་ཡོད་འདོད་སྐབས་ལ་ང་རང་ཚོ་ད་ལྟ་བར་དུ་འབད་བརྩོན་བྱས་བྱས། ཉིས་སྟོང་བཅུ་གཅིག་གི་སྤྱི་ཟླ་གསུམ་པ་ནས་བྱས་བྱས་ད་ལྟ་བར་དུ། རྒྱུན་མ་ཆད་པའི་ཐོག་ནས་གསར་འགྱུར་ཁག་ནས་གནས་ཚུལ་འཕེལ་ཐུབ་པ། གང་ལ་གང་འཚམ་ཅི་བྱུང་དང་བྱུང་མུས་རེད་བྱས་བྱས་ཞོན་ཡོད། ད་དེ་ནས་ད། བབས་ས་དེ་ག་བ་འགྲོ་དགོས་རེད་ལབ་པ་ཡིན་ན་ད་འབྲེལ་མོལ་སྒང་ལ་བབས་ཡོད་མགོ་རེད།

ཨ། འདི་མི་འདོད་ཁ་ལ་ནི་ཁོ་རང་ཚོ་བཅར་ཞེས་ད་ཞུས་དེ་འོ་རེད། ད་ངས་དེ་ཡི་ནང་མོས་རང་ཡིན། དཔེར་ན་ཤ་ཤ་ནི་ཉེ་བྱང་རང་ང་ད། ད་ང་ཁ་སོག་ང་རང་གསང་བ་ཐོག་ནས་འགྲོ་ཡ་ཆེད་མི་ཡ་པ་དེ་ངའི་ཉེ་བྱང་མ་ཏོག་ཧ་ཡ་ཁོ་མ་ཟེར་ག་ང་ག་བ་ཆེ་ག་བ་ཡིན་ནའི་ཡང། སྤྱི་འཐུས་རྒྱུན་ལས་ལ་ཚེ་འབྲང་དང་ས་ཆ་དེ་ཚང་མ་བསྐོ་དགོས་འོ་རེད་འདི་བསྐོས་ཚར་བའི་ཞུ་གུ་ལ་རང་བཞིན་ཡ་ནི། དྲི་ར་ལས་ཁུངས་ཀྱི་དྲ་རྒྱ་ན Tibet Dot Net བླུག་དགོས་དགོས་འདུག་བ་དེ་སོང་ཙང་ང་ད་ང་ད་ལས་ཡུ་རོབ Berlin དང Brussels དང Paris དེ་གསང་བ་གསང་བ་ཟེར་ནའི་ད་ཧ་སོག་གུ་རེད། ཞེས་དང། ཧ་མོ་ཧོ་དང་འཇམ་ཤུར་ཤུར་འགྲོ་ཡ་ཡིན་ད་ཟེར་ཟེར་ནང་མོས་ཐག་གཅོད་པ་རེད། ཨ་རི་བྷར་ལིན་ལྷན་སྡོད་ཁང་ལ། ཁོ་རང་ག་དུས་ཡོང་གོ་རེད་སྡེ་བ་ཞིག་ལས་ང་ཚོ་ཟ་ཁང་ཅིག་འཛོམས་ཞེས་ཞལ་ལག་མཆོད་འོ་ཅི་ག་རེ་ཟ་གོ་རེད་ཟེར་ཡོང་སྡོད་ཁང་ལ། ཨ་རི་གྲོས་ཚོགས་བཏང། གྲོས་ཚོགས་ནས་ཕྱི་དྲིལ་ལས་ཁུངས་བཏང་ཕྱི་དྲིལ་ལས་ཁུངས་དྲ་རྒྱ་ལ་བསྐོས་གོ་གོ་འདུག་བ། འདུག་ཅིག་གསང་བ་ཤོར་བ་རེད། སྟེང་ནས་པེན་ཤག་ཤག་བ་ནི་ངེད་ཅག་ང་ད། བྷར་ལིན་དང། བྷར་སེལ་སི་དང། པེ་རི་སི་བཅར་དགོས་དོན་གང་ལ་ཟེར་ན། བྷར་ལིན་ཡིན་པ་ཡིན་ན། ད་ལྟ་རྒྱ་ནག་གི་སྲིད་བློན་ལི་ཁེ་ཆིང་སྤྱི་ཟླ་ལྔ་བར་ཕེབས་སྐོར་ཕེབས་ཀྱི་ཡོད་ས་འདི་མ་ཕེབས་དངོས་སུ་བཅར་བྱས་ཨ་ནི། སྲིད་འཛིན་གྱི་ལས་ཁུངས་བཅར་ཁོ་རང་སློབ་སྟོན་པ་བྱས་ཨ་དང་ནང་བཞིན་ཕྱི་སྲིད་ལས་ཁུངས་བཅར་ཨ་ཕ་སྐད་ལ་ནི་འབྲེལ་ཡོད་ཨེ་ཤ་ཡ་དང་རྒྱ་ནག་སྡེ་ཚན་ཁོ་རང་བཅར་ཨ་བོད་དོན་སྐོར་ནི་དེ་འདྲ་དེ་འདྲ་དེ་འདྲ་གནས་སྟངས་རེད།

ཨན་པེ་རིས་ཀྱི་སྲིད་འཛིན་ཨོ་ལན་ཁོ་རང་པེ་ཅིང་ཕེབས་རྗེས་ཞི་ཅིན་ཕིང་མཇལ་རྒྱུ་ཡོད་པ་ང་ཚོ་ཧ་གོ་གོ། འདི་གསུམ་བཅར་རྗེས་ནི་ཕ་གི་ལ་གྲོས་ཚོགས་འཐུས་མི་ཁོ་རང་བཅར་རྗེས་ཚང་མས་ཀྱི་ད་ཨོ་ལན་ཕ་མ་ཕེབས་གོང་ལ་སྲིད་འཛིན་ཨོ་ལན་མ་ཕེབས་སྔོན་ལ་བོད་དོན་སྐོར་འདི་འདི་འདི་ཞུ་རོགས་གྱིས་བྱས་རྗེས་ཞུས་པ་ནང་བཞིན་ད་ང་བཅར་རྗེས་བྱུང་བ་རེད་རྩ་བ་ནས་ཞུ་གི་མེད་ད་ཡིན་ནས་ད་སྲིད་འཛིན་ཨོ་ལན་ཕ་ཕེབས་རྗེས་ཨ་ནི། གསར་འགྱུར་ཁང་ནས་བོད་དོན་སྐོར་གླེང་སློང་བྱུང་བར་ད་དེ་དེ་ཡང་ང་གཅིག་པོ་མ་རེད་ང་ཚོ་རྒྱབ་སྐྱོར་བྱེད་མཁན་མང་པོ་ཡོད་རེད་གྲོས་ཚོགས་འཐུས་མི་མང་པོ་ཆེ་ཚང་མའི་དཔུང་རེད་ད་ཡིན་ནའི་ང་ཚོ་ནུས་པ་ཆུང་ཆུང་ཅིག་ལ་ཡོད་མ་རེད་དེ་ཡང་ཁོ་ཁ་སོ་རེད་ཐབས་ཆུང་ཆུང་ཡིན་ནའི་མེད་ཚར་སྤ་ར་ཡ་ཅིག་འབད་བརྩོན་བྱས་བྱས་ད་སུ་སུ་ག་བ་ཕེབས་ཀི་འདུག་ག་དུས་ཕེབས་ཀི་འདུག་འདི་ཕྱི་གསུམ་འགྲོ་ན་མ་གཏོགས་ད་ཁོ་འཛམ་གླིང་ནང་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གྲངས་ཡོད་ཡོད་འདོད་ཁོ་ལ་ཚང་མ་ཅར་ཡ་ཅོ་ཡ་ཧ་པོ་ཤ་རེད་ཡིན་ནའི་ད་འདུག་འདུག་འདུག་འདུག་བང་སྒྲིག་བྱས་འགྲོ་གི་ཡོད་སྐད་ཆ་རེད། ཨ་འདས། ཨ་རིས་བཅར་དགོས་དོན་དང་གི་དེ་ཞུས་པ་ཡིན་དེ་ཡང། བོད་ཀྱི་རྫ་དྲག་གནས་སྟངས་དང་འབྲེལ་མོལ་སྐོར་ནི་འདིར་རིམ་པས་ཆ་ཚང་ཞུས་བཞག་ཡོད། ཚང་མས་གཟིགས་ཡོད་རེད། དཔེར་ན། ཨ་རིག་གི་ཕྱི་སྲིད་དྲུང་ཆེ John Kerry། པེ་ཅིང་མ་ཕེབས་སྔོན་ལ། གྲོས་ཚོགས་འཐུས་མི་ཉིས་རྩ་གཅིག་ཁོ་རང་ཐད་ཀར་ཆ་རེ་ཕུལ་ཡོད་རེད་གྲོས་ཚོགས་འཐུས་མི་གཉིས་ས་གཅིག་པའི་གནད་ཡོད་ཡིན་པ་མ་ཚད་ཁོ་རང་ཚོ་མང་ཆེ་གྲོགས་པོ་རང་ཡིན་དུས་སྐབས་ལ་ཨ་ནི་ཆ་རེ་ཕུལ་ཤར་བ་ཡིན་ན་ཁོ་རང་ཕར་ཕེབས་དོན་གང་བོད་དོན་གང་གླེང་སློང་ཡོང་ཡོད་ཀྱི་རེ་བ་ཞུ་དགོས་རེད་དེ་ནས་གསར་འགྱུར་བརྒྱུད་ལམ་ཁག་ནས་ཁོ་རང་གི་འགྲོ་བ་མིའི་ཐོབ་ཐང་གླེང་སློང་བྱས་པ་རེད་བྱས་བྱས་ཁོ་ཨེ་དེ་འདུག་འདི་བྱས་བྱས་ཁ་ཚུགས་ཀྱི་རེད་འབྲེལ་མོལ་བཀོད་ནས་འབད་བརྩོན་ཞུ་བ་རེད་འདི་ཡིན་དང་ན་ཞེས་གྲོས་ཆོད་ཤར་བ་འདི་གས་ཕལ་ཆེར་ཡོངས་ནང་ལ་ཕལ་ཆེར་མང་ཆེ་ནང་ལ

ལི་ཐེའོ་ནེ་ཁོ་རང་ཚོ་རང་བཙན་ཟེར་ནས་མང་གཙོ་བསྐྱར་གསོ་བྱས་པ་དང། སྐུ་མགྲོན་དྭང་ཤོས་གཙོ་ཆེ་ཤོས་སྐུ་མདུན་གདན་འདྲེན་ཞུས་པ་མ་ཟད། སྐུ་མདུན་གདན་འདྲེན་ཞུས་དག་ཡིན་རྒྱལ་ཁབ་དབུ་ཁྲིད་ནང་བཞིན་གདན་འདྲེན་ཞུས་ཆེད་བོད་ཀྱི་རྒྱལ་དར་གཅིག་ལ་ཆེད་ལི་ཐེའོ་ནེ་རྒྱལ་དར་གཅིག་གདན་འདྲེན་ཞུ་རུ་བགས་ངོ་མ་དེ་ཡིན་སྡོད་ཁང་ད་ལྟ་ཡིན་ནའི་བོད་དོན་གླེང་སློང་ལ་ནི་ཁྱེད་རང་ཚོ་གི་ལོ་རྒྱུས་ཐོག་ནས་དང་ང་ཚོའི་ལོ་རྒྱུས་ནས་གཅིག་པུ་ད་འདི་གི་ཆ་ཚང་ཞུས་ཆེད་ལི་ཐེའོ་ནེ་ལྟས་གླེང་སློང་བྱུང་བ་ཡིན་པ་ཡིན་ན་ཡང་ཀོ་ཨེ་ཡུ་གི་ཚོགས་གཙོ་ཆགས་མ་ཆགས་དངོས་ལ

ད་ཐ་མ་དེ་ལ་ཉེ་ཆར་ང་ཚོ Dams ལ་གྲོས་ཚོགས་ཚོགས་ཚར་རེད། གྲོས་ཚོགས་ནང་ད་ང་ཚོས་དངུལ་རྩིས་སྐོར་ནས་ཡོད་འདོད་སྐབས་ལ་ཨ་རི་དེའི་སྐོར་ནས Biggs གཉེན་སང་ཞུ་ན་བསམ་སོང། གཞི་རྩའི་ང་ཚོའི་བོད་མི་སྒྲིག་འཛུགས་ཀྱི་ལོ་གཅིག་གི་འགྲོ་སོང་དེ་ཨ་རི Dollar ས་ཡ་ཉི་ཤུ་རྩ་གཅིག་གཉིས་དེ་འདྲི་རེད་ཤག། ད་ལས་ལོ་གཅིག་ནང་ལ་བཀའ་ཤག་ཐོག་ནས་དངུལ་རྩིས་ཕུལ་བ་འདི་ནང་ལ་ང་ཚོས་ལོ་གཅིག་ནང་ལ་ཨ་རི་ལྡོ་ལ་ས་ཡ་བཞི་དང་ཕྱེད་ཀ་དངུལ་གསར་པ་ཐབས་ཤེས་བྱེད་ཐུབ་ཀྱི་ཡོད་བྱས་ཆེད་དངུལ་རྩིས་ཕུལ་བཞག་ཡོད། འདི་ནི་ཆེད་བསྡོམས་པ་ཡིན་པས་ཡིན་ན་ཕལ་ཆེར་ལོ་གཅིག་གི་དངུལ་རྩིས་བརྒྱད་བརྒྱ་ཉི་ཤུ་རྩ་གསུམ་རྩ་བཞི་ང་ཚོས་གསར་པ་ཐབས་ཤེས་བྱེད་ཐུབ་ཀྱི་ཡོད་ཅེས་ཞུ་བཞག་ཡོད། འདི་ནང་ནས་ཨ་ནི་ཨ་དངུལ་བྱུང་བ་ནང་བཞིན་འགྲོ་སོང་བཏང་ཡས་དེ་ཡིན་པ་ཡིན་ནས་ཡང་ད་བོད་བོད་ཀྱི་སྲོལ་རྒྱུན་གྱི་ལམ་ལུགས་ནང་བཞིན་བྱས་ཞེས་རྒན་གསོ་ཁག་དང་རྒན་ཕོགས་ནང་མི་ཡོད་ངེས་ཡིན་པ་ཡིན་ན་ཁོ་རང་ཚོ་དགོང་མོ་བདུན་བརྒྱ་རེ་བཞག་ད་གཅིག་སྟོང་ཉིས་བརྒྱ་བཟོས་ནང་མི་མེད་ངེས་ཡིན་པ་ཡིན་ན་དགོང་མོ་དགུ་བརྒྱ་རེ་བཞག་ད་བར་ལ་ད་ཆིག་སྟོང་ལྔ་བརྒྱ་བཟོས། དེ་ནས་ད་ཉམ་ཐག་ཡིན་ནའི་ཡིན་རེད། དབང་པོ་སྐྱོན་ཆགས་ཡིན་ངེས་ཡིན་ནའི་ཡིན་རེད་ནད་པ་ཡིན་ནའི་ཚང་མ་ལ་དར་བ་རེད་གཅིག་སྟོང་ལྔ་བརྒྱ་ལྔ་བརྒྱ་ཡར་སྤར་བཞག་ཡོད་གཅིག་སྟོང་ལྔ་བརྒྱ་སྤར་དགོས་དོན་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཉམ་ཐག་ཟེར་མཁན་ག་འདྲི་ཅིག་ཟེར་གི་འདུག་ཟེར་ན་ཉི་མ་རེ་རེ་ལ་འབྲོག་ལ་རེ་རེ་གི་ཡོང་འབབ་ཡོད་ན་ད་ཉམ་ཐག་འདར་དགོས་བ་རེད་དེ་སོང་ཙང་འབྲོག་ལ་རེ་རེ་འཚོལ་ཞིབ་བྱས་བྱས་འབྲོག་ལ་ད་སུམ་ཅུ་ལ་ལྔ་བཅུ་བརྩིས་བ་ཡིན་ན་ད་གཅིག་སྟོང་ལྔ་བརྒྱ་ཆགས་ཀྱི་ཡོད་དོས་ག་ལ་དེ་འདྲས་ཅིག་ཕུད་ཐུབ་ན་ཟེར་བའི་རེ་བ་ཞིག་སོང་ད། བརྒྱ་ཆ་དྲུག་ཅུ་བདུན་ཅུ་དང་སྔོན་མ་དགུ་བརྒྱ་ཡིན་པ་ཡིན་ན་ད་གཅིག་སྟོང་ལྔ་བརྒྱ་པར་དགུ་དྲུག་བརྒྱ་དེ་བརྒྱ་ཆ་ཕལ་ཆེར་ལྔ་བཅུ་དྲུག་ཅུ་པར་རོ། ད་ད་འོ་དུ་བྱས་ཅེས་བེད་སྤྱོད་བྱས་ཨ་ད་ནས་ཅི་སློབ་ཡོན་དེ་ང་ཚོ་ཞིའུ་པར་ཡོད་རེད་ད་ད་ཚང་མའི་ཁེན་ཡོད་འདུག་ཧ་བོ་རེད་ཨ་ཚའི་ཤེས་ཡོན་དེ་ད་ཁེ་ཤུ་ཤུ་བརྩི་གི་ཡོད་དོས་ག་ལ་ད་འཛིན་གྲྭ་བཅུ་གཉིས་ཐོན་མཁན་ཡིན་པ་ཡིན་ན་བརྒྱ་ཆ་བདུན་ཅུ་དོན་སྤྱི་ཚོ་ཚན་རིག་ལ་བརྒྱ་ཆ་བདུན་ཅུ་དོན་ལྔ་ཚན་རིག་ལ་བརྒྱ་ཆ་བདུན་ཅུ་ལོན་ཡོན་པ་ཡིན་ན་སྔོན་མ་སྟོང་གྲ་སུམ་ཅུ་སོ་ལྔ་དང་སྟོང་གྲ་བཞི་བཅུ་ལོ་གཅིག་ལ་སློབ་ཡོན་ཕུལ་དགོས། ད་ད་ལན་ང་ཚོ་འདི་ཐོག་ལ་བརྒྱ་ཆ་སུའི་མང་ང་ལོན་པ་ཡིན་ནས་འདི་ག་ལ་དངུལ་སྤར་གི་ཡིན། དཔེར་ན་བརྒྱ་ཆ་བདུན་ཅུ་ལོན་ངེས་ལ་སྟོང་ར་གསུམ་སོ་ལྔ་རག་གི་ཡོད་ན་བརྒྱ་ཆ་བདུན་ཅུ་དོན་ལྔ་ལོན་པ་ཡིན་ན་སྟོང་ར་བཞི་བཅུ། བརྒྱ་ཆ་བརྒྱད་ཅུ་ལོན་པ་ཡིན་ན་སྟོང་ར་བཞི་བཅུ་ཞེ་ལྔ། བརྒྱ་ཆ་བརྒྱད་ཅུ་གྱ་ལྔ་ལེན་པ་ཡིན་ན་སྟོང་ར་ལྔ་བཅུ། ཡང་བརྒྱ་ཆ་དགུ་བཅུ་ལེན་པ་ཡིན་ན་སྟོང་ར་ལྔ་བཅུ་ཉེར་ལྔ། ཕལ་ཆེར་བརྒྱ་ཆ་དགུ་བཅུ་ལོན་པ་ཡིན་ན་སྟོང་ར་དྲུག་བཅུ་རེད། ཨ་དང་ན་བཞིན་ང་ཚོ་བཙན་བྱོལ་ལོ་རྒྱུས་ནང་ལ་ཕལ་ཆེན་བོད་པའི་སློབ་གྲྭ་ནང་ལོ་ཟླ་བརྒྱ་ཆའི་དགུ་བཅུ་གོ་ལྔ་ལོན་ངེས་ཕལ་ཆེར་བྱུང་མེད་པ་འདྲ། ད་ལྟ་བར་དུ་ཕྱོགས་གཅིག་བློ་ཁོམ་པོ་རེད། དེ་སོང་ཙང་ད་བརྒྱ་ཆ་དགུ་བཅུ་གོ་ལྔ་ལོན་ངེས་ཡོད་ན། འབུམ་གཅིག་ཡོད། འདི་ལོ་གཅིག་གཅིག་བོ་མར་ད་ལོ་གསུམ་རང་ཡིན། ཡིན་ན་ཡང་ཉུང་མཐའ་ལ་བརྒྱ་ཆ་བདུན་ཅུ་དོན་ལྔ་དེ་ཡང་གནས་སྤོ་བོར་ད་ཡང་ལོ་གཅིག་ལ་བརྒྱ་ཆ་དགུ་བཅུ་གོ་ལྔ་ལོན་ཡོད་ས་ལ་འབུམ་གཅིག་ཕུལ་ལོ་གཉིས་པ་ལ་ཡང་བརྒྱ་ཆ་བཞི་བཅུ་རེ་ལོན་བསྡད་པ་ཡིན་ན་ང་ཚོ་ཡང་ཁོ་རང་སློབ་ཡོན་ཕུལ་བའི་ཚད་འགྲིག་མེད་ཙང་ཉུང་མཐའ་ལ་བརྒྱ་ཆ་བདུན་ཅུ་དོན་ལྔ་དེ་གནས་གང་རེད་དེ་གནས་ཡོད་པ་ཡིན་ན་འབུམ་གཅིག་ཡོད་ཞེས་བྱས་འདུག་ཕུད་འགྲོ་བསྡད་ཡོད། སྤུ་གུ་ཚོ་ཆོབ་དང་སྦྲགས་ཅིག་གསུང་གི་འདུག་ས་རྒྱག་པ་ཡོད་འདུག་བསམ་སོང། ད་ཤེས་རིག་ལས་ཁུངས་སློབ་ཡོན་ཞེ་བོ་ཅིག་ཕུད་དགོས་རེད་ཟེར་ཐག་ཁོང་ཤེས་རིག་ལས་ཁུངས་བུང་བུ་སྤེལ་གི་ཡིན་ཟེར་གི་འདུག་ས་ད་དེ་སྐུལ་སློང་ཁྱེད་བྱས་ཨ་ནི་ཁོ་སློབ་སྦྱོང་ཡག་པོ་གནང་བྱས་བརྒྱ་ཆ་དེ་ཕ་པར་ཡག་པོ་རེད་བ་ཡིན་ནའི་ང་ཚོའི་ཕུགས་ཀྱི་དམིགས་ཡུལ་དེ་ཡིན་གཙོ་བོ་དེ་བརྒྱ་ཆ་བདུན་ཅུ་དང་བདུན་ཅུ་དོན་ལྔ་ལ་སྟོང་ར་གསུམ་སོ་ལྔ་དང་བཞི་བཅུ་ཡོད་ཟེར་དུས་སྐབས་ལ་ཚེ་ཟིན་ས་དེ་བརྒྱ་ཆ་བདུན་ཅུ་བདུན་ཅུ་དོན་ལྔ་ཆགས་ཀྱི། ཡོད་མ་སོ་རབས་ཞིག་འདུག་ཆེད་དུ་སྔགས་ཀྱི་མཆན་ཞིག་གཏིང་བཅག་པ་དེ་མ་རེད། ང་ཚོ་འདུག་ཁོ་རང་ཚོ་གི་ལག་ཁྱེར་དང་རྒྱ་ཆེ་འདུག་ཟེར་ཡོད་འདོད་གང་ན། བརྒྱ་ཆ་བརྒྱད་ཅུ་གལ། གལ་གྲངས་རང་ངེས་པ་ར་ཧང་ལས་མི་འདུག། བརྒྱ་ཆ་དགུ་བཅུ་སྒང་ལས་བརྒྱད་མཁན་གཅིག་གཉིས་གསུམ་རེད། བརྒྱ་ཆ་བདུན་ཅུ་དོན་གྲངས་རང་ངེས་གང་ལ་གང་འཚམ་བྱས། བརྒྱ་ཆ་དྲུག་ཅུ་དེ་མང་ཤོས་འདྲ་བོ་བྱས། Average བརྩིས་ཡོང་འདོད་སྐབས་ལ་བརྒྱ་ཆ་དྲུག་ཅུ་ལྷག་བསྡད་ཡོད་འདུག་བ། ད་ལན་ང་ཚོ་གར་བྱེད་དགོས་སམ་ན་དམིགས་བསལ་དེ་བརྒྱ་ཆ་བརྒྱ། བརྒྱ་བཅུ་དགུ་བཅུ་གོ་ལྔ། བརྒྱ་བཅུ་དགུ་བཅུ་ཡིན་འདོད་སྐབས་ལ་ད་དམིགས་བསལ་བ་མཐོ་བོ་ཡིན་པ་ནི་ཕལ་ཆེར་བརྒྱ་ཆ་བརྒྱད་བཅུ་ལ་མ་ཟག་ཅེས་འདུག་སོ། ལྷག་མི་ཡོང་ན་བསམ་པའི་རེ་བ་ཡིན། འདི་སོང་ཙང་ནི་ཁོ་སློབ་ཡོན་འདུག་པར། གཞན་དག་ནང་བཞིན་ཆབ་སྲིད་བཙོན་ཟུར་ཡིན་པ་ཡིན་ན་ད་ང་ཚོའི་བོད་པའི་རྩ་དོན་ཆེད་དུ་དངོས་གནས་ར་སྐུལ་ལེན་སྐྱོན་ངན་ཡིན་ཡིན་འདོད་སྐབས་ལ་ཁོ་རང་ཚོ་ད་ད་ལྟ་བར་དུ་ཆབ་སྲིད་བཙོན་ཟུར་ཡིན་པ་ཡིན་ན་ཞུ་རྩ་མེད་ན་སྟོང་ར་གསུམ་སྟོང་ལྔ་བརྒྱ་སུ་གནང་གི་འདུག་གདའ་བ་རེད་ལ་ད་འདི་བཞིན་ང་ཚོ་སྟོང་ར་དྲུག་སུ་གནང་བཞག་ན། དེ་ཚེ་གཟིམ་དགོས་དོན་གང་ཟེར་ན། ཁོ་བདག་མཚོ་ལ་ལ་མ་གཞན་ཅིག་ཕྱག་ལེན་གནང་མཁན་དེ་འདི་གནང་མཁན་ཡིན་པས་སྟོང་ཕྲག་ལྔ་དྲུག་སུ་ཕོག་རེད་ཤག་དེ་ཡིན་དུས་ཁོ་ཟས་སོང་དགའ་གི་ཡོད་པས་ཀྱི་ད་ཁུ་ཡིན་དུས་ག་ལོ་ད་ཆབ་སྲིད་བཙོན་ཆབ་སྲིད་བཙོན་ཟུར་ཅིག་ད། སྐུ་ལས་སྐྱོན་ཆེ་བོད་རྩ་དོན་དོན་ད་སྐུ་ལས་སྐྱོན་ཆེ་རྒྱ་གར་ཕེབས་ཡོད་པ་ཡིན་ན་ད་ཁོ་རང་ཟས་སོང་གདང་ཡང་ད་ཞུ་ས་གདང་ངེ་ད་ཁོ་གདང་ངེ་ཤི་བ་ད་མ་རེད་དེ་གདང། འདི་ཐོག་ནས་ཁོ་ཐུགས་ཁྲལ་མེད་པ་བཟོས་གོ་གི་ཡོད་པས་ཀྱི་ཕྱི་བཞག་པའི་ཐོག་ནས།

བལ་ལེ་དཀར་ཤ་ཕུད་ཤ་ཡོད། འདི་ཞེ་ཆེར་སྟེ་དགུ་བཅུ་དགུ་བརྒྱ་གསར་བ་ཡིན་འདོད་ག་ལ་དངུལ་གྱི་གསར་བ་གོ་གོ་ཞི་ཆགས་སྲ་བརྟན་ཡོང་ཡ་གཞོན་སྐྱེས་ལས་མེད་ལ་ནི་ཁོ། ལས། ཅི་ཁོ་ལས་ཀ་གསར་བ་ཤེས་རབ་དགའ་ཚལ་ལས་སྔོན་མ་ཡིན་ན། ལོ་ལྔ་ཡིན་འདོད་ག་ད་ང་ཚོ་འགྱུར་བ་བཏང་ཞིང་ལོ་བརྒྱད་བཟོས་ཤ་ཡ་རེད། གང་ཟེར་ན་སྔོན་མ་ལོ་ལྔ་སློབ་སྦྱོང་བྱེད། དེ་ནས་སློབ་སྦྱོང་ཡོད་རེད་ཟེར་ན་ཕྲ་ལས་ཕྲན་བུ་ཡོད་པ་བྱེད། ཡང་ཕྱག་ལས་གནང་ཐུབ་ཡ་གི་ལགས་སློབ་སྦྱོང་ཡོད་རེད་ཟེར་ན་དེའི་མེད་པ་བྱེད།

ཨ་ཏི་ལོ་ང་བཟོས་ཤོག། ཨ་བདག་ནང་ཤི་ཡང་ཀོ། ཟ་ཁང་དང་དེ་འདྲས་ཀྱི་དེ་ལག་བཤད་ཨེ་མ་ཅན་གྱི་ལག་བཤད་གནང་མཁན་ལོ་ག་ཚོད་འགོ་བ་རེད་ལོ་གསུམ་མེད་ལོ་གསུམ། ཨ་བདག་ནང་ཤི་སློབ་སྦྱོང་མུ་མཐུད་བྱེད་གནང་མཁན་ཡིན་ན་ས་རལ་ཕེ་གི་ཡིན་ན་བ་ར་ན་སི་ཕེ་གི་ཡིན་བདག་ནང་ཤི་འཛིན་ན་ལྔ་བ་ཡིག་ཚད་དང་ཁྱོད་བརྒྱད་པ་བཅུ་བ་བཅུ་གཉིས་འཁོད་པ་ཡིན་ན་ཨ་ནི་ཁོ་འབུམ་རམས་པ་ལག་ཁྱེད་བར་དུ་ཕེ་གི་ཡིན་ན་ཡིན་སློབ་སྦྱོང་ཆ་ཚང་ཕུལ་ཡ་བྱས་ཇི་ལྟར་ང་ཚོ་འདུག་བཟོས་ཤག་དེ་ཚོ་ཤེས་རབ་དགའ་ཚལ་ནས་ཐོན་ཡོང་དོད་ཁག་ལ་སོ་སོའི་འཚོ་བ་སྐྱལ་ཡ་གི་ལག་བཤད་ཨེ་འདོ་སློབ་སྦྱོང་ཡོད་པ་ཞག་གཅིག་གི་སྟངས་སུ་འཆར་གཞི་བཏིང་བྱས་འདུག་བཟོ་བསྡད་ཡོད། ད་འདི་ལྟར་འདི་ད་ལྟ་ལས་གཞི་དགུ་བཅུ་གོ་བདུན་ཡུན་དོན་གབ་ལ་འདི་ལས་དྲ་རྒྱའི་རྣམ་པ་ཚོ་ཁེ་འདོད་ཡོད་པ་ཡིན་ན་ཨ་དངུལ་རྩིས་གབ་ལ་ང་ཚོ་ཤོག་ལེ་སུམ་བརྒྱ་བཞི་བརྒྱ་ཞིག་ཕུད་བཞག་འདི་ཟིལ་བས་ན་ཆ་ཚང་ཁ་གསོ་དགོས་རེད་མཁན་གི་རེད་ཞེས་ཞོལ་ཡིན་ན་དང་ན་ཞིག་ལས་བྱེད་ཕོག་ད་ལྟའི་སྲི་ཞུ་བ་ཟུར་བ་མང་པོ་ཞིག་ཡོད་ཡོད་སྡེབ་གབ་ལ་ད་ལས་ཕལ་ཆེར་ལས་བྱེད་ཀྱི།

ཨ་ད་ལའི་གནས་སྟངས་འདི་འདྲ་བྱུང་སོང། ཨ་མ་འོངས་པ་ཡང་ཁོ་མ་ཟ་ཟེར་བ་ཞིག་ཡག་ཕར་ཟ་བས་ནི་ངེད་ཅག་ས་ཡ་གཅིག་དང་འབུམ་བཞི་མན་ཞིག་ཡང་ངེད་ཅག་རང་རང་ཚ་ཚ་རེད། དེ་ནི་ཁོ་ཐབས་ཤེས་དེ་མུ་མཐུད་མུ་མཐུད་འགྲོ་དང་འགྲོ་བཞིན་པ་ཡིན་ཞེས་གཞན་དཔལ་འབྱོར་གནས་སྟངས་འགའི་གཞི་རྩའི་ཁྲོད་བགྲོ་གླེང་བྱེད་ཡོད་རེད། གང་ཟག་དཔལ་འབྱོར་གནས་སྟངས་ག་འདྲའི་ཡིན་ན་མེད་ན་སྔོན་མ་གང་ཟག་སྒེར་བདག་རྒྱུ་རེ་རེ་མ་རེད་མང་པོ་ཡོད་རེད་དེ་བཀའ་ཤག་སྐབས་བཅུ་བཞི་པའི་ཐོག་ནས་ལོ་དང་པོ་གི་དངུལ་དེ་ལོ་གཅིག་ལ་དངུལ་གསར་བ་ཡར་འཕར་བྱ་ཡོད་རེད་ལོ་གཉིས་པའི་དེ་ཡིན་ནས་ཡང་བརྒྱ་ཆ་ཉི་ས་གྲངས་ཡར་འཕར་ཡོད་ཞེས་བཤད་དེ། སྙན་བཟང་ཞུ་ན་བསམ་སོང་ད་རྒྱུ་སྐད་དེ་དངུལ་གང་ཆགས་སེ་ནི་ཨོ་ཙི་མེད་འགྲོ། ལགས། ཐུགས་ཆེ་གནང།